རྒྱལ་སྤྱིའི་ཁྲིམས་རྩོད་ལྷན་ཚོགས་ནས་འཛམ་གླིང་ན་སྙན་གྲགས་ཅན་གྱི་མི་སྣ་གསུམ་སྟེ་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་གཅེར་བུ་བའི་བླ་ཆེན་ཨཅཱརྱ་ལོགེཤ་མུ་ནི་མཆོག། པཱ་ཀི་སི་ཐན་ནས་ཡིན་པའི་ནོ་བེལ་ཞི་བདེ་གཟེངས་རྟགས་བཞེས་མཁན་མ་ལ་ལ་ཡུ་སེབ་སཱི་བཅས་ལ་ཕྱི་ལོ་ཉིས་སྟོང་ཉི་ཤུ་ཚེས་ལྔ་ལོའི་རྒྱལ་སྤྱིའི་ཞི་བདེ་གཟེངས་རྟགས་འབུལ་རྒྱུ་ཡིན་པའི་གསལ་བསྒྲགས་སྤེལ་འདུག། དེ་ཡང་དབྱིན་ཡུལ་རྒྱལ་ས་ལན་དོན་ན་རྟེན་གཞི་བྱས་པའི The International Council of Jurists ཞེས་རྒྱལ་སྤྱིའི་ཁྲིམས་རྩོད་ལྷན་ཚོགས་ཀྱི་སྤྱི་ནོར་ཁོང་སི་སྐྱབས་མགོན་ཆེན་པོ་མཆོག་དབུས་གཅེར་བུ་བའི་བླ་ཆེན Acharya Doctor Lokesh Muni མཆོག Nobel ཞི་བདེ་གཟེངས་རྟགས་བཞེས་མཁན Malala Yousefzai བཅས་ལ International Peace Prize ཞེས་རྒྱལ་སྤྱིའི་ཞི་བདེ་གཟེངས་རྟགས་འབུལ་གཏན་འཁེལ་བའི་གསལ་བསྒྲགས་དེ་ནི་ཟླ་བ་འདིའི་ཚེས་དགུ་ཉིན་ལན་དོན་གྱི Hyde Park སྤྱི་གླིང་ནང་འཚོགས་པའི་དུས་དྲན་མཚོན་ཆ་མེད་པའི་འཛམ་གླིང་ཞི་བདེ་ཡི་རྒྱལ་སྤྱིའི་གོམ་བགྲོད་འགོ་འཛུགས་མ་གནང་བའི་ཉིན་གཅིག་སྔོན་ལ་གནང་འདུག་པ་དང་གོམ་བགྲོད་ཀྱི་ལས་རིམ་དེ་ནི་ན་ག་ས་ཀྱི་དུས་ཆེན་མཚོན་ཆའི་དོན་རྐྱེན་བྱུང་ནས་ལོ་ངོ་བརྒྱད་ཅུ་འཁོར་བའི་དུས་ཆེན་རྗེས་དྲན་མཚོན་ཆས་ཡིན་པ་བརྗོད་འདུགདེ་གའི་གསར་འགོད་པས་ལན་ཀྲ་ན་གནས་བཞུགས་རྒྱལ་སྤྱིའི་ཁྲིམས་རྩོད་ལྷན་ཚོགས་ཀྱི་ཚོགས་གཙོ་དང་གོམ་བགྲོད་འགན་འཛིན་སྐུ་ཞབས་ཨ་དིཤ་ཨ་ཀར་ཝཱ་ལ་ལགས་སུ་དེ་རིང་ཉིན་རྒྱབ་ཞལ་པར་གྱི་བཀའ་འདྲི་ཞུས་པར། ཁོང་གིས་ཉེ་ཆར་ལན་ཀྲ་ནང་གི Hyde Park སྤྱི་གླིང་ནང་འཚོགས་པའི་མཛད་སྒོ་ཞིག་གི་ཐོག ྋགོང་ས་སྐྱབས་མགོན་ཆེན་པོ་མཆོག་དང་སྤྱིར་བུ་བའི་བླ་ཆེན་ཨ་ཅཱརྱ་ལོ་ཀེཤ་མུ་ནི་མཆོག་པ་ཀི་སི་ཐན་ནས་ཡིན་པའི་ནོ་བེལ་ཞི་བདེ་གཟེངས་རྟགས་བཞེས་མཁན་མ་ལ་ལ་ཡུ་སེབ་སཱ་ཨི་ལགས་བཅས་ལ་ཚོགས་པ་དེ་གཉིས་ཀྱིས་ཉིས་སྟོང་ཉི་ཤེ་ལྔ་ལོའི་རྒྱལ་སྤྱིའི་ཞི་བདེ་གཟེངས་རྟགས་འབུལ་གཏན་འཁེལ་བ་ཡོངས་བསྒྲགས་གནང་ཡོད་པ་དང། དེའི་ཁྲོད་མགོན་པོ་གང་ཉིད་མཆོག་ལ་མཚོན་ན་སྤང་ལྡན་དགའ་ལྡན་ཕོ་བྲང་ཡིག་ཚང་དང་བཀའ་བསྡུར་གྱི་ལམ་སྟོན་བཞིན་ཚོགས་པ་དེ་གཉིས་ཀྱི་འབྲེལ་ཡོད་ཁག་ཅིག་ཟླ་བ་འདིའི་ནང་གོང་ས་མཆོག་བཞུགས་གནས་སུ་ཆེད་བསྐྱོད་ཀྱིས་གཟེངས་རྟགས་དེ་དངོས་སུ་འབུལ་བཞེས་གནང་རྒྱུ་ཡིན་པ་གསུངས་སོང།

དེ་བཞིན་ཨཅཱརྱ་སྒྲོག་གྲྭ་ལོ་ཀེཤ་མུ་ནི་མཆོག་གིས་ཆོས་ལུགས་རིས་མེད་ཀྱི་ལྷན་ཚོགས་དང་སྤྱི་ཚོགས་བཅོས་བསྒྱུར། བཟང་སྤྱོད་ཀྱི་གོ་སྒྲིག་བཅས་ལ་སྐུལ་འདེད་གཏོང་བའི་ཐད་ཀྱི་ལས་དོན་ལ་ངོས་འཛིན་གནང་ཡོད་པ་མ་ཟད། ནོ་སྦེལ་ཞི་བདེ་གཟེངས་རྟགས་བཞེས་མཁན་ཆུང་ཤོ་མ་ལ་ལ་ལགས་ཀྱིས་འཇིགས་ཞུམ་མེད་པའི་སྒོ་ནས་ཤེས་ཡོན་དང་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་གནང་བ། ཁྲག་སྦྱོར་རིང་ལུགས་པར་གདོང་ལེན་གནང་བའི་སྙིང་སྟོབས་ལ་བརྟེན་ནས་བདེན་དོན་བྱུང་ཡོད་ཅེས་གསུངས་འདུག། Dalai Lama contribution in promoting peace and brotherhood amongst the people

བླ་ན་མེད་པའི་དབུ་ཁྲིད་གསུམ་ལ་གུས་བཀུར་གྱིས་གཟེངས་བསྟོད་འབུལ་རྒྱུ་ཡིན་པའི་གསལ་བསྒྲགས་སྤེལ་བར་དགའ་སྤྲོ་ཆེན་པོ་སྐྱེས་བྱུང་ཞེས་གསུངས་འདུག་གཞིས་རྩེ The International Council of Jurists ཞེས་རྒྱལ་སྤྱིའི་ཁྲིམས་རྩོད་ལྷན་ཚོགས་དེ་ནི་ཕྱི་ལོ་ཉིས་སྟོང་བདུན་ལོར་གསར་འཛུགས་གནང་བ་ཞིག་ཡིན་པ་དང། དེའི་ངོས་ནས་ལན་ཀྲན་དང་རྒྱ་གར་དུ་ཟབ་སྦྱོང་དང་ཚོགས་འདུ་གོ་སྒྲིག་བྱས་པ་མ་ཟད། གཞན་ཡང་ཁྱད་དུ་འཕགས་པའི་མཛད་རྗེས་རླབས་ཆེན་འཇོག་མཁན་རྣམས་ལ་གཟེངས་རྟགས་འབུལ་སྲོལ་ཡོད་པ་རེད་འདུག།